བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད་རྩ་བ། སློབ་ཚན་སོ་ལྔ་པ། སེམས་ཙམ་པ་ལྟར་ཚུལ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུ་ཞིག་བརྒྱབ་པ་ཡིན། ས་གསུམ་ལ་ནི་འཕགས་པ་ཐོགས་མེད་ཀྱིས། བྱམས་པའི་ཞལ་ནས་ཆུ་ང་ངུས་སུ་གསན། ས་སྡེ་ང་དང་སྐྱིད་སྡོམ་གཉིས་སོགས་མཛད། ཨོ། དེ་འདྲ་གསུངས་པ་རེད། མགོན་པོ་ཀླུ་སྒྲུབ་ཀྱིས་ཐེག་པ་ཆེན་པོ་སངས་རྒྱས་ཀྱི་བསྟན་པ་འཛམ་བུ་གླིང་འདིར་ལྟར་བྱང་རྒྱས་པར་བྱས་པའི་འོག་ཏུ། མགོན་པོ་ཀླུ་སྒྲུབ་ཀྱི་སྐུ་ཚེ་གཅིག་མ་དེ་བ་ནས། སངས་རྒྱས་ཀྱི་བསྟན་པ་ལ་དགྲ་བླན་གསུམ་བྱུང་བ་རེད། ནས་དགྲ་བླན་གསུམ་བྱུང་ནས་ཐེག་པ་ཆེ་ཆུང་གི་སྡེ་སྣོད་སྤྱི་དང། ལྷག་པར་དུ་ཐེག་ཆེན་གྱི་དངོས་པོའི་སྡེ་སྣོད་ལ་གནོད་པ་ཧ་ལས་པ་ཆེན་པོ་ཐེབས་པ་རེད། ཐེག་པ་ཆེན་པོའི་དངོས་པོའི་སྡེ་སྣོད་ལ་ཉམས་ཆག་ཤུགས་ཆེན་པོ་བྱུང་བསྡད་ཡོད་པའི་སྐབས་སུ་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་ལུང་བསྟན་པའི་འཕགས་པ་ཐོགས་མེད་ཟེར་བ་དེ་འཇིག་རྟེན་ཁམས་སུ་བྱོན་པ་རེད། འཕགས་པ་ཐོགས་མེད་འཇིག་རྟེན་ཁམས་སུ་བྱོན་པའི་སྐབས་སུ། སྟོན་པ་ཉེར་ལྔ་ལས་འདས་ནས་ལོ་དགུ་བརྒྱ་ཡིན་ཟེར་དེ་འདྲ་ལབ་ཀྱི་ཡོད་པ་རེད། ཨ་མ་ཡི་བཀའ་བཞིན་དུ་ཆུང་དུས་ནས་རབ་ཏུ་བྱུང་སྟེ་བཀའ་སྡེ་སྣོད་གསུམ་ལ་སློབ་སྦྱོང་བྱས་པས་མཁས་པ་ཆེན་པོར་གྱུར་པ་རེད། ཡིན་ན་ཡང་ཤེར་ཕྱིན་གྱི་ནང་དོན་གོ་དཀའ་བོ་མི་བྱུང་ནས་རྗེ་བཙུན་བྱམས་པ་མགོན་པོ་ལོ་བཅུ་གཉིས་ཀྱི་བར་དུ་བསྒྲུབས་པ་རེད། རེའུ་ཆ་སྒང་ཟེར་བ་དེ་ལ་རི་ཕྲུག་ཏུ་ཕེབས་ནས་རྗེ་བཙུན་བྱམས་པ་བསྒྲུབས། ཁོང་ལོ་གསུམ་རེ་ཡི་མཚམས་སུ་ཐུགས་ལ་སྐྱོ་བ་སྐྱེས་ནས་རྗེ་བཙུན་བྱམས་པ་བསྒྲུབས་ན་ཡང་འགྲུབ་ཐུབ་ས་མ་རེད་བསམ་ནས་རི་ཁྲོད་ཀྱི་ཕྱི་ལོགས་ལ་ཕེབས་པའི་སྐབས་སུ། རྟགས་མ་འདྲ་བ་རེ་རེ་རེ་རེ་མཐོང་ནས་ཡང་བསྐྱར། རི་ཁྲོད་ལ་ཞུགས་ནས་རྗེ་བཙུན་བྱམས་པ་བསྒྲུབས་པ་རེད། རྟགས་གསུམ་དེ་ག་འདྲ་རེད་ལབ་པ་ཡིན་ན། ལྕགས་ཀྱི་སྡོང་པོ་ཆེན་པོ་བརྡར་ནས་ཁབ་བཟོ་གི་ཡོད་པ་དང་ཕྱག་ནམ་མཁའ་ལ་འཕུར་བའི་གཤོག་སྒྲོག་གི་བཀྲག་ལ་བརྡར་བས་བཀྲག་ཟེར་གྱི་ཡོད་པ་དང། ཆུ་ཡི་ཐུག་པ་རྡོ་ཆེན་པོ་ལ་ཕོག་པས་རྡོ་ཆེན་པོ་ལ་ཆུ་ཐུག་གི་ཨི་ཁུང་བཟོ་གི་ཡོད་པ། དེ་འདྲ་གི་རྟགས་མཚན་མ་འདྲ་བ་མཐོང་ནས་ལོ་དགུའི་བར་དུ་མུ་མཐུད་དུ་རྗེ་བཙུན་བྱམས་པ་བསྒྲུབས་པ་རེད། ལོ་བཅུ་གཉིས་པ་དེ་ལ་རི་ཁྲོད་ནས་ཕྱི་ལོག་ལ་ཐོན་པའི་སྐབས་སུ་ཁྱི་མོ་ན་པ་ལུས་པོ་བཏང་ལ་སྲིན་འབུ་མང་པོ་བཤིག་བསྡད་ཡོད་པ་ཧ་ཅང་ཉམ་ཐག་པ་དེ་འདྲ་ཞིག་མཐོང་ནས་སྙིང་རྗེ་བཟོད་དཀའ་བ་སྐྱེས་པས་རྗེ་བཙུན་བྱམས་པ་མགོན་པོ་དངོས་སུ་ཞལ་མཐོང་བ་རེད། ཡིན་ཙང་རྗེ་བཙུན་བྱམས་མགོན། གྱི་རྫུ་འཕྲུལ་ལ་བརྟེན་ནས་དགའ་འདུན་དུ་ཕེབས་ནས། རྗེ་བཙུན་བྱམས་མགོན་གྱི་མདུན་ནས་བྱམས་པའི་ཆུ་ལྔ་ལ་སོགས་པ་གསན་པ་རེད། བྱམས་ཆུ་དེར་མངགས་ཏེ་འཕགས་པ་ཐོགས་མེད་ཀྱིས་འཛམ་བུ་གླིང་འདིར་ནམ་ཡོང་ནས་དར་དཔྱངས་རྒྱས་པར་བྱས་པ་རེད། བྱམས་ཆུ་དེར་མངགས་དར་དཔྱངས་རྒྱས་པར་བྱས་པ་མ་ཚད་ཁོང་རང་ཉིད་ཀྱིས་ཀྱང་ས་དེའི་སྔགས་དང་ཟླུམ་རྣམ་པ་གཉིས་ལ་སོགས་པའི་བསྟན་བཅོས་མང་པོ་མཛད་ནས་སངས་རྒྱས་ཀྱིས་བསྟན་པ་སྤྱི་དང་ལྷག་པར་དུ་ཐེག་པ་ཆེན་པོ་དེའི་ནང་ནས་ཀྱང་སེམས་ཙམ་པ་རྣམས་རིགས་པས་གྲུབ་མཐའ་ལྟར་ཞིང་རྒྱས་པར་བྱེད་པ་དང་ཁོང་ཉིད་སེམས་ཙམ་པའམ་ཡང་ན་རྣམ་རིག་པའི་ཤིང་རྟའི་སྲོལ་འབྱེད་དུ་བརྩི་གི་ཡོད་པ་རེད། བསྡོམས་ན་ཐེག་པ་ཆེན་པོ་ལ་ཤིང་རྟའི་སྲོལ་འབྱེད་གཉིས་ཡོད་པས་སློབ་དཔོན་ཀླུ་སྒྲུབ་དབུ་མ་བའི་ཤིང་རྟའི་སྲོལ་འབྱེད་དང།